ཕྱི་ལོ་ཉིས་སྟོང་བརྒྱད་མའི་ཉི་ཤུ་རྩ་གཅིག་ལོའི་ཕྱི་ཟླ་བརྒྱད་པའི་ཚེས་བརྒྱད་རེས་གཟའ་ཉི་མ་རེད། གནམ་འོག་གི་གསར་འགྱུར་ཚན་པའི་བརྙན་འཕྲིན་ལེ་ཚན་བརྒྱ་དང་དྲུག་ཅུ་རེ་གཅིག་པ་འདིའི་ནང། བོད་འདོད་མེད་ཀྱི་སྐྱབས་རྗེ་བཀའ་ཟུར་ཀིརྟི་རིན་པོ་ཆེ་མཆོག་གི་སྐུའི་འཁྲུངས་སྐར་གསོལ་བའི་དམིགས་བསལ་ལས་རིམ་ཞིག་གྲ་སྒྲིག་ཞུས་ཡོད། ཕྲན་གསར་འགོད་པ་ཉག་རོང་བློ་དགའ་ཡིན། རོང་ཆེན་བསྟན་པའི་སྒྲོན་མེ་སྐྱབས་རྗེའི་བཀའ་ཟུར་ཀིརྟི་རིན་པོ་ཆེ་སྐུ་ཕྲེང་བཅུ་གཅིག་པ་བློ་བཟང་བསྟན་འཛིན་འཇིགས་མེད་ཡེ་ཤེས་རྒྱ་མཚོ་མཆོག། དགུང་གྲངས་བརྒྱད་ཅུ་ལ་ཕེབས་པའི་སྐུའི་གྲོང་དཀར་ལ་འདི་ག་གནམ་འོག་གི་གསར་འགྱུར་ཚན་པའི་ངོས་ནས་གུས་པ་ཆེན་པོས་སྤྲོ་སེམས་འཁོལ་བའི་ངང་ནས་འཚམས་འདྲིར་བཀྲ་ཤིས་བདེ་ལེགས་ཞུ་རྒྱུ་དང། མགོན་པོ་མཆོག་གི་སྐུའི་གསང་བ་གསུམ་ལ་དགའ་རྒྱན་གྱི་ཆ་ཕྲ་མོ་ཙམ་ཡང་མི་འབྱུང་བར། གཞན་དོན་རླབས་ཆེན་གྱི་མཛད་པ་དེ་དག་དབྱར་གྱི་མཚོ་ཆེན་ལྟར་དུ་རྒྱས་པའི་སྨོན་འདུན་གྲངས་མེད་ཞུ་རྒྱུ་ཡིན། ཐེངས་འདིའི་ལེ་ཚན་དུ། མདོ་ཁམས་ཀྱི་སྙན་ངག་སྨྲ་བའི་དབང་པོ། བེ་རི་འཇིགས་མེད་དབང་རྒྱལ་མཆོག་སྐུ་སྒེར་གྱི་ངོ་ཐབས་དྲ་ངོས་སུ་བཀོད་པ། ཀར་ཟུར་ཀིརྟི་རིན་པོ་ཆེ་མཆོག་གི་སྐུ་ཚེའི་ལོ་རྒྱུས་རྒྱས་ཙམ་ཡོད་ན་ཡང། འདིར། གོ་བདེ་བའི་ཚུལ་དུ་ལོ་རྒྱུས་དེ་རོབ་བསྡུས་བྱས་ནས་ངོ་སྤྲོད་ཞུ་རྒྱུ་དང། སྙན་རློན་མི་འདྲ་བ་ཁག་གཉིས་ནས་མཁོ་བསྡུ་བྱས་པའི། རིན་པོ་ཆེ་མཆོག་གི་བཀའ་སློབ་ཚན་པ་གཉིས་རིམ་པས་སྤྱན་འབུལ་ཞུ་རྒྱུ་ཡིན། སྐྱབས་རྗེ་ཀིརྟི་རིན་པོ་ཆེ་སྐུ་ཕྲེང་བཅུ་གཅིག་པ་བློ་བཟང་བསྟན་འཛིན་འཇིགས་མེད་ཡེ་ཤེས་རྒྱ་མཚོ་མཆོག་ནས་བོད་ཆུ་རྟ་ལོ་དང། ཕྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་གཉིས་ལོར་བོད་མདོ་སྨད་ཐེ་བོ་ཁུར་སྟག་མོའི་སྒང་དུ་སྐུ་འཁྲུངས་པ་དང། ཕྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་དྲུག་ལོར། རྗེ་འཇིགས་མེད་དམ་ཆོས་རྒྱ་མཚོ་དཔལ་བཟང་པོ་མཆོག་དང། འཇམ་དབྱངས་བཞད་པ་སྐུ་རིང་ལྔ་པ་རྗེ་བསྟན་འཕེལ་རྒྱལ་མཚན་རྣམ་གཉིས་ནས་ལུང་རྟགས་རྩེ་མཐུན་གྱིས་སྐྱབས་མགོན་ཀིརྟི་སྐུ་ཕྲེང་བཅུ་པ། རྗེ་བློ་བཟང་བསྟན་པ་ཚེ་རིང་མཆོག་གི་ཡང་སྲིད་དུ་ངོས་འཛིན་མཛད་རྗེས། གདན་ས་ཆེན་པོ་སྟག་ཚང་དཔལ་གྱི་ལྷ་མོས་གཙོས་པའི་གདན་ས་གོང་འོག་རྣམས་ལ་ཁྲི་འདོན་གྱི་མཛད་སྒོ་རྒྱ་ཆེར་སྤེལ་ཡོད། ཕྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་བརྒྱད་ལོར་རྒྱལ་ཚོད་པ་ཐར་འདོན་འགྱུར་མེད་རྒྱ་མཚོ་དཔལ་བཟང་པོ་གྲོངས་ནས་རབ་ཏུ་བྱུང་ཞིང། ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་བདུན་ལོར ྋགོང་ས ྋསྐྱབས་མགོན་རྒྱལ་བའི་དབང་པོ་སྐུ་ཕྲེང་བཅུ་བཞི་པ་ཆེན་པོ་མཆོག་གི་བཀའ་ཡི་དགོངས་དོན་ལྟར་བོད་ཀྱི་རྒྱལ་ས་ལྷ་སར་ཕེབས་ནས། གདན་ས་ཆེན་པོ་འབྲས་སྤུངས་བློ་གསལ་གླིང་གྲྭ་ཚང་དུ་ཆོས་ཞུགས་མཛད་པ་དང། བོད་གཞུང་ནས་སྤྲུལ་སྐུ་རྣམ་གསུམ་གྱི་གདན་ཐོབ་གནང། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཡོངས་ཀྱི་དགེ་བའི་བཤེས་གཉེན་ཆེན་པོ་མ་ཧཱ་དཔལ་ཁྲི་དང། ཤག་སྐོར་མཁན་རིན་པོ་ཆེ་ཉི་མ་རྒྱལ་མཚན་ཡོངས་འཛིན་དུ་ཐེ་གོས་བཀའ་དྲིན་བསྐྱངས་པ་བཞིན། དེ་ཉིད་ཀྱི་མདུན་ནས་མདོ་སྔགས་ཀྱི་གཞུང་ཆེན་མོ་རྣམས་ལ་གསན་གསུམ་མཛད། ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོར་བོད་ས་ཡོངས་རྫོགས་རྒྱ་དམར་གྱི་བཙན་གནོན་འོག་ཚུད་པའི་རྗེས། ྋསྐྱབས་མགོན་ཡབ་སྲས་བཅས། སྐུད་སྙིང་ཡུལ་ཆེ་བལ་ཡུལ་རྒྱུ་རྒྱ་གར་འཕགས་བོད་ཡུལ་དུ་ཆིབས་བསྒྱུར་བསྐྱངས། ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་ལྔ་ལོ་ནས་བོད་གཞུང་ཤེས་རིག་སྤྱི་ཁྱབ་ལས་ཁུངས་ནས་རྡ་སར་ཆེད་འཛུགས་གནང་བའི་དགེ་རྒན་འོས་སྦྱོང་ལ་ཕེབས། ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དུང་བརྒྱད་ལོ་ནས་བཟུང་བཞུགས་སྒར་བོད་ཀྱི་དཔེ་མཛོད་ཁང་དུ་རིག་གཞུང་ཉམས་ཞིབ་པའི་མཛད་འགན་ལོ་བཅུ་རིང་བཞེས། ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བཞི་ལོ་ནས། བརྒྱད་ཅུ་གྱ་ལྔ་ལོའི་བར། ནང་དོན་གཞུང་འབྲེལ་སྐུ་ཚབ་མཛད་ནས་བོད་ཀྱི་རྒྱལ་ས་ལྷ་ས་དང། གདན་ས་སུམ། ལྷ་མོ་བླ་མཚོ། རྒྱ་ནག་གི་རྒྱལ་ས་པེ་ཅིང། མདོ་སྨད་ཁུལ་བཅས་ལ་གཟིགས་སྐོར་དང་ཀུན་གཟིགས་པཎ་ཆེན་རིན་པོ་ཆེ་གཙོས་པའི་རྒྱ་བོད་ཀྱི་མི་སྣ་གྲགས་ཅན་ཁག་ལ་མཇལ་འཕྲད་མཛད་ཡོད། ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དུང་བརྒྱད་ལོ་ནས་བཟུང་སྐུ་སྒར་ཡིག་ཚང་དང། མ་འོངས་བོད་ཀྱི་རྩ་ཁྲིམས་ཟིན་བྲིས་ཚོགས་ཆུང་དང་ཆབ་སྲིད་ཚོགས་ཆུང། གཞུང་ཞབས་འདེམས་བསྐོ་ལྷན་ཁང་སོགས་སུ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཐེ་བསྐོས་ལྟར་མཛད་འགན་རིམ་པས་བཞེས་ཡོད། ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་དགུ་བདུན་ལོར ྋགོང་ས ྋསྐྱབས་མགོན་རྒྱ་བལ་དབང་པོའི་དྲུང་དུ་བོད་གཞུང་ཆོས་རིག་བཀའ་བློན་གྱི་མཛད་འགན་བཞེས། ད་ལྟ་ཡང། བཀའ་ཟུར་གྱི་མཚན་གནས་བཞེས་པའི་ཐོག ྋགོང་ས་རྒྱ་བལ་དབང་པོ་མཆོག་གི་བཀའ་དགོངས་ལྟར། བོད་ཀྱི་ཆོས་རིག་རྒྱུན་འཛིན་དར་སྤེལ་གྱི་མཛད་འགན་རྒྱ་ཆེར་བཞེས་བཞིན་ཡོད་པ་རེད། སྐུ་ཚེའི་ལོ་རྒྱུས་སྙིང་བསྡུས་ངོ་སྤྲོད་ཞུས་ཚར། གཤམ་ལ་རིམ་པས་བཀའ་སློབ་ཁག་གཉིས་གཟིགས་འབུལ་ཞུ་རྒྱུ། གཙོ་བོ་དེ་བོད་ནང་གི་བོད་མི་ཡོངས་རྫོགས་ཀྱི་སེམས་ནང་གི་སྡུག་བསྔལ་དེ་གས། ཕྱི་ལ་དོན་ཡས་དེ། ཨ་ནི། འུ་ཐུག་ཐབས་ཟད་ཀྱི་ཐོག་ནས་ཨ་ནི་ལུས་པོ་མེ་ར་དང་བོ་ཐོག་ནས་ཨེ་ཤི་ལ་ཐོན་པ་ཅི་རེད། ཡང་ཁོང་ཨ་ས་བའི་ལུས་པོ་མེ་ཁྲག་བཏང་བའི་སྐབས་ལ་ཨ་ནེ་འབུ་སྐུ་ཁོང་ཚོ་རིམ་པ་བཞིན་དུ་ཞུ་གི་ཡོད་རེད། ཁོང་ཚོའི་བོད་ཀྱི་སྡུག་བསྔལ་དེ་གའི་དེ་ཕྱི་ལོག་ལ། འཛམ་གླིང་རྒྱལ་སྤྱི་ཡི་ནས་རེད་ཨ་ནེ་དེ་ག་ནང་བཞིན་གྱི་ཅིག་ཞི་བདེ་ལ་དགའ་བའི་གཞུང་དང་མི་མང། གང་གི་སྙན་ལ་གསན་ཡང་དག་ལྷག་པར་དུ་འདི་ཨ་མི་རི་ཀའི་གཞུང་དང་མི་མང་གི་ཐོག་ལ་གསན་ཡས་གི་དེ་ཡི་ཡ། སྙན་གསན་ཞུ་ཡས་དེ་ཁོང་ཚོའི་འབུ་སྐུ་དེ་ག་རེ་ཡིན་དང་མིན།

ད་དེ་འདྲ་ལགས་སོ་ད་གང་ལྟར་ཅིག་བོད་མི་གཅིག་ལ་འགྲོ་བ་མི་གཅིག་ལ་དགོས་ཡག་གི་རང་དབང་དང་བྱ་ཚང་ང་ཚོ་བོད་མི་ཚོ་དགོས་ཀྱི་ཡོད་ཟེར་ཅིག་ད་ཁོང་ཚོ་འབོད་སྒྲ་དང་ཤུགས་ཆེན་པོ་སྒྲོག་ན་དེ་ཡག་ཞུ་གི་ཡོག་རེད། ད་འུ་ཐུག་ཐབས་ཟད་ཀྱི་གནས་ལ་ཆགས་དགོས་ཡག་གི་ད་རྗེ་མཚན་གཙོ་བོ་དེ་ད་བོད་ཡིན་ན་རེད་རྒྱ་ནག་ཡིན་ན་ཨ་ཀ་ས་ད་བོད་ཕྱི་ནང་གཉིས་ཀ་ག་བ་ཡིན་ན་ཨ་ནི་ད་ག་ནང་བཞིན་ཅིག་རང་བྱུང་ཁུལ་ད་རང་བྱུང་ལྗོངས་རང་བྱུང་ཁུལ་ཟེར་ཡག་གི་ད་ས་ཆ་རུ་ག་བ་ཡིན་ན་རེད། ད་དེ་ལ་ནི་བོད་མི་ལ་རྒྱ་ནག་གཞུང་གིས་ཁྲིམས་སྲོལ་གྱི་ཐོག་ནས་རང་བྱུང་ལྗོངས་དང་རང་བྱུང་ཁུལ་དང་ཟེར་བའི་ད་ཁྲིམས་སྙིང་མིང་སྙིང་པོ་བྱས་པ་རེད། ཡིན་ན་ཡང་ལག་ལེན་བསྟར་བའི་སྐབས་ལ་དེ་ག་དེ་ལག་ལེན་བསྟར་ཡ་གཅིག་དམིགས་བསལ་གྱི་ཁྲིམས་གཅིག་ལག་ལེན་བསྟར་ཡ་ཕར་བཞག་ན་རྒྱ་མི་རིགས་ཅིག་ལ་དབང་བའི་ད་རང་དབང་དེ་ཡང་མེད་དེ་ངེས་ཅི། ད་དེའི་ནང་ནས་གཙོ་བོ་དེ་བོད་ལ་ཆོས་དད་རང་དབང་ཅིག་གོ་དགོས་པ་རེད།

དཔེར་ན་སྤྲུལ་སྐུའི་ལམ་ལུགས་ལ་ཆ་བཞག་ན་ཡང་དཔེ་དེ་ང་ཚོ་བོད་པ་ཡི་སྤྲུལ་སྐུའི་ལམ་ལུགས་དཔེ་ཁོ་རང་གི་རིག་གཞུང་དང་ལྡན་པའི་ལོ་བརྒྱ་རབས་མང་པོ་གི་ལོ་རྒྱུས་ཡོད་དོན་ཅིག་རེད་དེ་དེ་ལ་ཡང་དཔེ་དེ་ག་ཁོ་རང་ཚོའི་འདོད་པ་ཡོད་པ་ཅིག་གང་འགྲོ་དགོས་རེད་ཟེར་ན་ཞེས་ལ་སོགས་ད་དེ་དང་དེ་བཞིན་གྱི་ད་ཆོས་དད་རང་བཟོ་དཔེ་དེ་ག་ཁོ་རང་ཚོའི་འདོད་པའི་འོག་འགྲོ་ཡ་ཅིག་མ་གཏོགས་བོད་མི་གི་ཆོས་དད་ཀྱི་ལུགས་སྲོལ་ནང་བཞིན་གྱི་ཅེས་མ་འཁྱོལ་བ་ཅིག་ཧོར་ཆགས་ནས་དེའི་ནང་ནས་ད་གནོན་ཚུལ་བྱས་ནས་ང་ཚོ་ཆོས་དད་ཁང་དེ་འདྲས་གཅིག་གོ་དེ་འདྲས་གཅིག་གོ་དེ་ཡང་ཞི་བ་ཞིག་ཕུལ་བ་ཡིན་ན་ཡང་ད་དེ་ལ་ཉན་གྱི་བར་བཞག་ཨ་ནི་རྡུང་རྡེག་བཏང་ཡ་བཙོན་འཇུག་བྱས་ཡ་ཨ་ནི་ཁྲིམས་གཅོད་བཏང་ཡ་ཨ་ནི་མིང་གཅིག་ལ་ནི་མིང་པས་ད་རྒྱལ་ཁབ་པའི་ཁ་བྲལ་བཏང་ཡ་ད་རྒྱལ་ཁབ་པའི་མགོ་བརྟེན་ལོག་ཡ་མིང་གཅིག་བཏགས་ཆེ་འདོད་པ་གང་ཡོད་ཀྱི་ཐོག་ནས་ད་ཁྲིམས་གཅོད་བྱས་ཨོ་ད་དེ་འདྲས་བྱས་འོང་དེ་ད་འུ་ཐུག་ཐབས་ཟད་ད་བྱས་ཀྱང་གི་མེད་དེ་ངས་ཤིག།

སྐད་ཆ་བཤད་ཀྱི་ཡོད་ལ་སྐད་ཆ་བཤད་བའི་ནང་བཞིན་ནི་མདོ་སྨད་མི་དམངས་ཀྱིས་ང་ལ་གཟིགས་ཤོག་སྟེ་དངོས་གནས་ཀྱིས་མདོ་སྨད་སྤྱི་བོའི་མི་གཅིག་རེད་ཤག་ཐུགས་ཀྱི་དགོངས་པ་གཅིག་བྱུང་བ་དེ་དངོས་གནས་ཞེ་དྲག་གི་དགའ་བོ་བྱུང་ཐུགས་རྗེ་ཆེ། དེ་ག་ནང་བཞིན་གྱི་བོད་གཞུང་གི་བོད་གཞུང་གི་ཐོག་ལ་ཡིན་ན་ཡང་བོད་མི་གཅིག་བོད་གཞུང་གཅིག་ཞབས་ཕྱི་ཞུ་མཁན་གཅིག་ཡིན་བསམ་པ་གཅིག་གཅིག་གི་ཐོག་ནས་ནི་ངས་འདས་གཅིག་སྐད་ཆ་བཤད་དེ་ག་དེ་གང་ཐུབ་ཐུབ་ཀྱིས་གཅིག་བཤད་དགའ་དང་ལས་དགའ་བྱེད་ཀྱི་ཡོད་རེད། གཙོ་བོ་དེ་ནི ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས།

སེམས་རྣམ་པའི་སྡུག་བསྔལ་བསལ་ལ་ཕྲིན་བུར་ཕན་རོགས་བགྱིད་ན་བསམ་པའི་རེ་བ་འདི་ཐོག་ནས་རྔམ་པའི་སྐྱ་རེངས་ཡིན། འོ་ད་ད་རེས་ཡིན་ན་ཡང་རྣམ་པ་སོ་སོ་བྱེད་རྒྱུ་དེ་རྒྱལ་བ་རིན་པོ་ཆེ་གི་འཁྲུངས་སྐར་གྱི་མཛད་སྒོ་གནང་གི་ཡིན་ཏེ། རྒྱལ་བ་རིན་པོ་ཆེ་ཐུགས་མཉེས་པའི་མཆོད་པ་ཅིག་སྐར་མ་གཅིག་ཡིན་ན་གཅིག་ཡོང་བ་ཡིན་ན་དེ་ལ་དེ་རང་མདོག་ཅིག་ཤེས་ཐུབ་པ་ཡིན་ན་ཕན་ཐོགས་དེ་ཅིག་ཡོང་གི་རེད་བསམ་ན་དེའི་ཆེད་དུ་དེ་རིང་འདི་བཅར་བ་ཅིག་ཡིན།

དེ་འདྲའི་མི་གསུམ་སྐད་སྐྱོན་པ་རེད། དེ་འདྲའི་མི་གསུམ་སྐད་སྐྱོན་ཡོད་རེད། དེ་འདྲའི་མི་ཐུགས་མ་བདེ་བ་དང་ཐུགས་འབབ་ཆེན་པོ་བྱུང་ཡོད་རེད། འོ་དེ་ཡིན་ཏེ། དངོས་གནས་ཀྱི། བོད་ཆོལ་ཁ་གསུམ། ནང་ཁུལ་གྱི་མཐུན་ལམ། དེའི་ཐོག་ལ་རྣམ་པ་ཚོས་རྒྱུན་དུ་ཤུགས་སྐྱོན་ནོར་བྱུང་དགོས་དོན་ཅུང་དགོས་དགོས་ཀྱི་རེད་ལ་ང་ཚོ་གདོད་མའི་མི་མང་གི་སྐབས་སུ་བབས་པའི་ལས་འགན་ཡང་རེད། དེ་ཙམ་མ་ཟད་བོད་རྒྱལ་བ་རིན་པོ་ཆེ་དང་བོན་ཆེན་རིན་པོ་ཆེ་རྣམ་པ་གཉིས།

ཐེངས་རྗེས་མའི་ལས་བཙལ་ནང་བསྐྱར་དུ་མཇལ་ཡོང། བཀྲ་ཤིས་བདེ་ལེགས།